ཨ་ནི་ཁྱེད་ཀྱིས་སྤྱི་འཐུས་ཡོང་ན་ཕན་ག་རེ་ཐོག་གི་འདུག་ཟེར་ཡ་དེ་རེད་ད། ང་ཚོར་དྲི་བ་གཅིག་ཡོད་རེད་ཁྱེད་ཀྱིས་སྤྱི་འཐུས་ཡོང་ན་ཕན་ག་རེ་ཐོག་གི་འདུག་མི་མང་ལ་དྲི་བ་རེད་ཁྱེད་ཀྱིས་ཆུ་ཆ་ཚང་ལ་དྲི་བ་རེད། ཨ་ནི་ཕན་རྩ་བ་ཉིད་ནས་ཐོག་གི་ཡོད་མ་རེད་ཕན་ཐོག་རྩ་བ་ཉིད་ནས་ཡོད་མ་རེད་ཁོ་ཚོ་དངོས་གནས་ཡིན། ཨ་ནི་བཅའ་ཁྲིམས་གཅིག་བཟོ་དགོས་གི་ཡོད་ན་ཁོ་ཚོ་གི་ཕན་ཐོག་ཡོད་མ་རེད། ང་ཚོ་ཆོལ་ཁ་གསུམ་གྱི་སྤྱི་འཐུས་ཀྱི་མ་འགྲིག་པ་དང་མ་འཐུས་པ་དེ་འདྲའི་གང་ཡང་ཡོད་མ་རེད། དེ་ནི་ང་ཚོ་སྒྲིག་འཛུགས་ཀྱི་ངོས་ནས་བསམ་བློ་བཏང་བ་ཡིན། ད་ལྟ་གི་ང་ཚོ་ཕྱིས་ཀྱི་སྤྱི་འཐུས་ཟེར་བ་དེ་དངོས་གནས་དྲང་གནས་བྱས་ན་ག་རེ་རེད་ལབ་ཡོད་ན་འདི་དགོན་པ་ཁག་གི་སྤྱི་འཐུས་གཅིག་ཆགས་བསྡད་ཡོད་རེད། ཁོ་རང་ཚོ་ལུགས་ཉན་གྲྭ་བ་དང་དེ་ནི་ཨ་ནེ་དེ་ཚོ་རེད་རྫུན་མ་དེ་ཚོ་རེད། ཁོ་རང་ཚོ་ཡོང་ཁུངས་དེ་དགོན་པ་དེ་ཚོ་རེད་ད། ད་ང་ཚོ་འདས་ཅིག་ལྟ་ད་འདི་སྒོམ་མཁན་ཡོད་ཉིས་ཅིག་རེད་འདུག་ཨེ། བྱེས་ཀྱི་ཀི་ཚབ་མཚོན་ཅིག་རེད་འདུག་ཨེ། རེད་མི་འདུག་ཨ། ཨ་ནི་ད་མི་མང་གི་ནང་ལ་མཐོང་འདུག་ཨེ་མཐོང་མི་འདུག་ཨ། ང་ཚོ་ད་ལྟ་གི་ང་ཚོ་དཔེར་ན་ང་ཚོ་སློབ་གྲྭ་ཁག་ཡོད་རེད་བ། སློབ་གྲྭ་ཁག་ལ་ཨ་ནི་འདི་སློབ་གྲྭ་གི་སྤྱི་འཐུས་ཡིན་ད་ཟེར་ནི་མི་འདུག་ཨ། དེ་མེད་ན་ག་རེ་བྱས་ནས་དགོན་པ་གི་སྤྱི་འཐུས་དགོས་ཨ་ནི་ཁོ་ཚོ་ཆོས་རྒྱུད་སྤྱི་འཐུས་རེད་ཨ་ནི་ཆོས་རྒྱུད་གི་ཕན་ཚུན་བར་ཨ་ནི་མཐུན་པོ་བཟོ་ཐུབ་གི་འདོད་ཡས་ལ་ཡས་ན་རྩ་བ་ཉིད་ནས་བཟོ་ཐུབ་གི་ཡོག་མ་རེད་དཔེར་ན་ང་ཚོ་ཇོ་ནང་གི་ཆོས་རྒྱུད་སྤྱི་འཐུས་ཅིག་དགོས་གི་འདུག་ལ་ནི་ཡག་ཡོང་བ་ཡས་ན་ཡོང་ས་འདོད་ཡས་མི་འདུག་ཨ་དེ་སུས་གི་བཀག་གི་འདུག་ཇོ་ནང་གི་ཆོས་རྒྱུད་སྤྱི་འཐུས་དེ་བཀག་ཉེན་དེ་སུ་རེད། དེ་ད་ལྟ་བྱས་རྗེས་ཀྱི་མཐིལ་དུ་རུ་གུ་འགག་གི་འདུག་བྱས་རྗེས་ཀྱི་མཐིལ་དུ་རུ་གུ་བྱས་རྗེས་བྱས་རྗེས་ལ་འགག་གི་འདུག་བྱས་རྗེས་ཀྱི་ཐོབ་ཐང་འགག་གི་འདུག་བྱས་རྗེས་བྱས་རྗེས་ཀྱི་ནང་ཕན་ཚུན་ལ་ཕྲག་དོག་བྱེད་ཀྱི་འདུག་བྱས་རྗེས་གཉོམ་ཆུང་དེ་ཚོ་ཡར་ཡོང་བྱེད་ཀྱི་མི་འདུག་ཐོབ་ཐང་སྤྲད་ཀྱི་མི་འདུག། ད་ལྟ་མུ་མཐུད་ནས་ང་ཚོའི་དྲི་བ་གཅིག་གཉིས་ཤིག་ད་དུང་ཡོད་ད་ཡིན་ནས་སྔོན་ལ། སྐལ་བཟང་རྡོ་རྗེ་ལགས་ལ་ངས་དྲི་བ་གཅིག་ད་ག་རེ་བཏང་ཡིན་ཟེར་ན། མི་དམངས་རྣམས་ལ་གང་ལྟར། ཤུགས་ཆེན་པོ་ཞུ་ཅིག། ཨེ་ནི། ཆོས་དང་སྲིད་ཁ་ཁ་བྱེད་དགོས་འདུག་གསུང་སྙན་ཤུགས་ཆེན་པོ་ཞུ་བཞེས་བ་རེད། འདི་འདི་ཙམ་པ་ལ་ད་གཙོ་བོ་གཙོ་བོ་འདི་ག་བར་སླེབས་དགོས་བ་རེད་ཟེར་ན་འདིར་ས་རུ་བབས་ས་རུ་འདི་ག་བར་བབས་དགོས་བ་རེད་ཟེར་ན། ཨེ་གང་ལྟར་ད། ང་ཚོའི་གྲོས་ཚོགས་ནང་ལ་ནི་ཆོས་རྒྱུད་སྤྱི་འཐུས་དེ་ནི་ཆོས་དང་སྲིད་ཨེ་ནི་ང་ཚོ་ཁ་ཁ་བྱེད་ཡ་སྐད་ཆ་བཤད་དུས་ཙམ་པ་ལ་ནི། འདི་ཏག་ཏག་བསྡད་ཀྱི་མི་འདུག། ཆོས་རྒྱུད་སྤྱི་འཐུས་དེ་ད་རེས་ཀྱི་ས་རྟགས་གང་ལྟར་མང་གཙོའི་ལམ་སྲོལ་དང་མ་མཐུན་པ་ཅིག་རེད་ཤག། དེ་འདྲས་སུ་ཇི་ལྟར་དགོངས་ཚུལ་ཤུགས་ཆེན་པོ་ཞུ་གསུང་གི་ཡོད་དེ། ཁ་ཤུ་རེད་དེ། དེ་ལ་འགྲེལ་བཤད་དམིགས་བསལ་ཐོལ་བ་རྒྱག་དགོས་ཡ་མི་འདུག་བསམ་གི་འདུག་ལ་ད་ཡིན་ནའི། དེའི་ཐོག་ལ། སྐལ་བཟང་ལགས་ཀྱི་དགོངས་ཚུལ་གང་ལྟར། ཆོས་རྒྱུད་སྤྱི་འཐུས་དགོས་མི་འདུག་ལ་ཡ་གི་ད་རེས་ཀྱི་ས་དེ་ཤུགས་ཆེན་པོ་ཞུ་བཅོལ་བ། དེ་ལ་དེའི་ངོ་བོ་དང་དེའི་འགྲེལ་བཤད། དེའི་རྒྱུ་མཚན།

བོད་ཀྱི་ཕྱི་སྐྱི་སུད་ཀར་ཕྱི་སུད་སུང་ཀྲི་ལབ་ཡ་གཅིག་ཡོད་ར་བོད་ཀྱི་ཨ་ནི་ཕྱི་སུད་སུང་ཀྲི་ལབ་ཡ་འདི་ད་ང་ཚོ་གྷེ་ཁང་དུང་ཁུར་སློབ་ཚོང་ཕྲིན་ལས་གི་སོང་བ་ཡིན་ན་སྤྱི་ལོ་ཉིས་སྟོང་སྤྱི་ལོ་ཆིག་སྟོང་ཉིས་བརྒྱ་དྲུག་ཅུ་ཐམ་པ་ལོ་ལ་ཨ་ནི་ས་སྐྱ་གི་ད་བོད་འདི་དབང་སྒྱུར་བྱས་བ་ར་སྐབས་དེ་ནས་ནི་ས་སྐྱ་གི་དབང་སྒྱུར་བ་ནས་བཟུང་སྟེ་ད་ང་ཚོ་ལ་བོད་ཀྱི་ཕྱི་སུད་སུང་ཀྲི་གི་ལམ་ལུགས་དེ་དར་བ་རེད་ལབ་གི་ཡོད་རེད་ད་དེ་ཕྱི་སུད་སུང་ཀྲི་གི་ལམ་ལུགས་ག་འདྲ་སི་དར་བ་རེད་ལ་ཡིན་ན་ང་ཚོ། ཕྱིའི་གི་སྒྲིག་འཛུགས་གཅིག་གི་དང་ཕྱིའི་གི་ཚོགས་པ་གི་སྒྲིག་འཛུགས་གཅིག་གི་སིལ་དེ་གཟིམ་ནས་ནི་སིལ་གི་སྒྲིག་འཛུགས་གཅིག་གཟིམ་མ་ཡིན་ན། ནི་ཕྱིའི་དང་སིལ་གཉིས་ཀ་སྒྲིག་འཛུགས་སྒྲིག་འཛུགས་དེ་གཅིག་གི་གཟིམ་དགོས་ཡོད་རེད་ད། དེ་ཅི་དེ་བརྩམས་པ་ལ་ད་ཕྱིའི་སིལ་གི་སྒྲིག་འཛུགས་དེ་ནི་ཚོགས་པ་གཅིག་གི་བཟུང་ནས་ཡོང་བ་ད་འགྲིག་གི་མི་འདུག་ཟེར་ད་ག་རེད་ཟེར་ན། དེ་འདྲི་ཞིག་གི་ངོ་བོ་གི་ཐོག་ནས། ཕྱིའི་སིལ་ཟུང་འབྲེལ་ལམ་ནས་ད་ཡོང་གི་ཡོད་རེད། ད་ལྟའི་ཇི་སྟེ་ང་ཚོ་ལོ་རྒྱུས་ཀྱི་སྒང་ནས་བལྟས་པ་ཡིན་ན། ཕྱིས་སུ་སུང་ཀྲི་ལབ་ཡ་འདི་ད་འཇིག་སྡོད་རན་བསྡད་ཡོད་རེད་ད་ང་ཚོ་གི་སྒང་ནས། ཨ་ནི་གོང་ས་མཆོག་གི་ངོས་ནས་ད་ག་རེ་ཟེར་ཡ་ཡིན་ན་ང་ཚོ་ཕྱིས་སུ་སུང་ཀྲི་གི་ལམ་འདུག་ཟེར་ཡ་འདི་འཇུག་དུས་ཚར་རེད་ད། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་བདུན་ཅུ་གི་བར་རོལ་ལ་ད། ཚོགས་པ་གཅིག་གི་གཟིམ་བསྡད་ཡོད་རྒྱུ་དཔེར་ན་གཞུང་སྒར་བདུན་ཕོབ་གྲངས་གཅིག་པོ་གི་གཟིམ་བསྡད་ཡོད་རྒྱུ་ཨ་འདི་འདི་འདྲའི་འགྲིག་གི་མི་འདུག་བསམ་ནས་ཨ་ནི་ཁོང་གི་དེ་འདྲའི་གི་ཐུགས་ལ་འཁོར་ནས་དགོངས་པ་བཞེས་ནས་ཨ་ནི་ག་རེ་ཟེར་ན་བྱས་རྗེས་བྱོན་དུས་ཨ་ནི་བྱས་རྗེས་གཞན་པ་དང་ནང་ལ་ཡོད་རྒྱུ་སྒར་བདུན་ཕོབ་གྲངས་གཅིག་པོ་དང་ཨ་ནི་དགེ་ལུགས་པ་གཅིག་པོ་གི་གཟིམ་བསྡད་ཡོད་རྒྱུ་དེ་འདྲའི་མ་ཡིན་པ་དེ་འདྲའི་གི་ཆེད་དུ་ཨ་ནི་བྱས་རྗེས་བྱོན་དུས་དེ་ཚོ་ད་ཡ་ཡོང་བ་རེད་ད་དེ་འདྲའི་གི་དགེ་བ་རྒྱུ་མཚན་ཨ་ནི་ནང་གི་མཐུན་ལམ་དེ་འདྲའི་གཅིག་ལ་བསམ་བློ་བཏང་ནས་ད་བྱས་རྗེས་ཅན་ཐིག་འདི་ཡག་ཡོང་རྒྱུ་དེ་འགྲིག་ཅིག་རེད། ད་ཡིན་ན་ང་ཚོ་ད་ལྟ་གི་སྐབས་ལ་ནི་དེ་གི ྋགོང་ས་མཆོག་གི་དགོངས་པ་དེ་ནང་བཞིན་འགྲུབ་ཐུབ་ཀྱི་ཡོད་རེད་བས་ལ་ན་རྩ་བ་ཉིད་ནས་དེ་འདྲའི་འགྲུབ་ཐུབ་ཀྱི་ཡོད་མ་རེད། གཅིག་ནི་ང་ཚོ་ད་ལོ་རྒྱུས་ཀྱི་སྒང་ནས་ཉིས་སྟོང་ཅག་གཅིག་གི་ལོ་ལ ྋགོང་ས་མཆོག་གི་པ་དེ་དགོངས་པ་ད་ཆ་ཚང་བ་ཤིས་ནས་ཆེས་སིག་གི་དགོངས་པ་ཆ་ཚང་བ་ཤུས་ཚར་རེད་དེ་ཤུས་དུས་ཙམ་པ་ལ་གཞུང་སྒར་དོན་ཕོབ་གྲངས་ཟེར་ཡ་དེ་སྒུག་རྒྱབ་རེད་ད། ང་ཚོ་བོད་གཞུང་གི་སྒྲིག་འཛུགས་ཅིག་ཡིན་པ་དེ་འདྲའི་གི་ངེས་ལེན་ཡོད་མ་རེད་དགར་འདོན་ཕོབ་གྲངས་ད་ཡོད་རེད་ད་གཞུང་དགར་འདོན་ཕོབ་གྲངས་བྱ་ཡ་བོད་གཞུང་དགར་འདོན་ཕོབ་གྲངས་བྱ་ཡ་དེ་མི་ཡག་བཟོ་ཚར་རེད་དེ་ཅི་རེད་ད་ཕྱི་རྒྱུ་གཅིག་གི་བཟུང་གཟིམ་ད་ཡོད་རྒྱུ་ཚོགས་པ་གཅིག་གི་གཟིམ་ད་ཡོད་རྒྱུ་དེ་འཇིག་རྫོགས་ཚར་རེད་ད་དེ་ཅི་རེད་ད་ང་ཚོ་ཕྱི་རྒྱུལ་ཆ་ཚང་གི་ངེས་ནས་སོ་སོ་སོ་སོ་གི་ངེས་ནས་ཨ་ནི་གོང་ས་མཆོག་གི་དགོངས་པ་ག་འདྲ་སི་བཞིས་འདུག་ཨོ་དེ་ནང་བཞིན་གི་ཁོ་རང་ཚོ་ཡང་ཕྱི་རྒྱུལ་སྤྱི་མཐུས་དེ་ཚོ་མི་ཡག་བཟོ་དགོས་ཡ་དེ་ཉིས་སྟོང་བཅུ་གཅིག་ནས་བཟུང་སྟེ་ལག་ལེན་ལ་བསྟར་དགོས་ཀྱི་ཡོད་རེད་ད་བསྟར་ཡོད་མ་རེད་མུ་མཐུད་ནས་ད་འདྲ་གདའ་ཡོད་རེད་ད་དེ་རེད་ད་ཁར་ཚང་དེ་རང་གི་གནས་བབ་རེད་ཨ་ནི་ཁྱེད་ཀྱིས་ཅི་འཐད་ཡོད་ན་ཕན་ག་རེ་ཐོག་གི་འདུག་ཟེར་ཡ་དེ་རེད་ད། ང་ཚོར་དྲི་བ་གཅིག་ཡོད་རེད་ཁྱེད་ཀྱིས་ཅི་འཐད་ཡོད་ན་ཕན་ག་རེ་ཐོག་གི་འདུག་མི་མང་ལ་དྲི་བ་རེད་ཁྱེད་ཀྱིས་ཁྱོད་ཆ་ཚང་ལ་དྲི་བ་རེད། ཨ་ནི་ཕན་རྩ་བ་ཉིད་ནི་ཐོག་གོ་ཡོད་མ་རེད། ཕན་ཐོག་རྩ་བ་ཉིད་ནི་ཡོད་མ་རེད་གོ་ཚོ། ངོ་ནི་ཡིན། ཨ་ནི་བཅའ་ཁྲིམས་གཅིག་བཟོ་དགོས་གི་ཡོད་ན་ཁོ་ཚོ་གི་ཕན་ཐོག་ཡོད་མ་རེད། ང་ཚོ་ཆོལ་ཁ་གསུམ་གི་སྤྱི་མཐིལ་གི་མ་འགྲིག་པ་དང་མ་མཐིལ་བ་དེ་འདྲའི་གང་ཡང་ཡོད་མ་རེད། རེད་བ། ཁྱིབ་ཤོག་གི་བྱ་བ་གཅིག་ལས་དགོས་བ་ཡིན་ན་ཕྱི་རྒྱལ་ཁག་གི་བླ་ཆེན་རྣམ་པ་ཡོད་རེད། དུ་གཟུགས་ཀྱི་སྒྲིབ་གནས་འོས་འགྱུར་བ་རེད། དཔེར་ན་ཀོང་ས་མཆོག་ལ་བསྟན་བཤིག་ཅིག་འབུལ་གྱི་ཡོད་པ་ཡིན་ན། ཁྱེད་རྒྱའི་ཁག་གི་ནི་དན་རྟགས་བླ་ཆེན་རྣམ་པ་དུ་གཟུགས་ཀྱི་ཡ་བསྟན་བཤིག་འབུལ་ཡ་དང་དུ་གཟུགས་ཀྱི། ཁྱེད་རྒྱའི་ཁག་གི་བྱ་བ་ག་ག་འདྲའི་ཅིག་ཡིན་པ་ཡིན་ན་ཆ་ཚང་དུ་དུ་ཞིག་ཐག་བཅད་ནས་འགྲོ་གི་ཡོད་རེད། སྐུ་གཟུགས་ལས་ཀ་ཡོད་མ་རེད་ལས་ཀ་ཏི་ཀ་ཟིག་མེད་ནས་ཏི་ཀ་ཟིག་སྐུ་བཅག་དྲུང་ནས་ནི་ཇི་ཏི་ལྷན་ཚོགས་ནང་ན་ཏི་ཀ་ཟིག་བསྡད་ཡོད་རྒྱུ་དེ་འདྲའི་ཅིག་ཆགས་བསྡད་ཡོད་རེད་ད། ཨ་ན་ཁོ་གཟུགས་མེད་པ་ཡིན་ན་ད་ང་གཟུགས་མེད་པ་ཡིན་ན་ག་འདྲ་སེ་བསམ་བློ་གཏོང་གི་རེད་ཁོ་གཟུགས་མེད་པ་ཡིན་ན་ང་གཟུགས་ལ་གནོད་པ་ཡོད་རེད་ལ་ན། གནོད་པ་གང་ཡང་ཡོད་མ་རེད། དཔེར་ན་ང་ཚོ་བྱེས་སྐྱིད་ཁག་ཡིན་ན་རེད་དགོན་སྡེ་ཁག་ཡིན་ན་རེད་འདི་ཚོ་གི་ལས་ཀ་ག་རེ་ཟིག་བྱེད་གི་འདུག་འདི་ཚོ་གི་སྒྲིག་འཛུགས་གི་ག་རེ་ག་རེ་བྱེད་དགོས་གི་འདུག་འདི་ཆ་ཚང་ག་རེ་ས་དེ། ང་ཚོ་བྱེས་རིགས་ལས་ཁུངས་ཡོད་རེད། བྱེས་རིགས་བཀའ་བློན་ཡོད་རེད་དེ་ནང་བཞིན་གི།

དེ་དེ་རེད་ང་ཚོ་གི་ལོ་རྒྱུས་ཀྱི་ངོས་ནས་བལྟས་ན་ཁོ་ཚོ་འཇིག་རྫོགས་སོང་བ་རེད། དགོས་མཁོ་གི་ངོས་ནས་བལྟས་པ་ཡིན་ན་ཁོ་ཚོ་འཇིག་རྫོགས་གདའ་ཡོད་པ་རེད། ཨ་ནི་ཁོ་ཚོ་ཆོས་རྒྱུད་སྤྱི་མཐུས་རེད། ཨ་ནི་ཆོས་རྒྱུད་ཀྱི་ཕན་ཚུན་བར་ཨ་ནི་མཐུན་པོ་བཟོ་ཐུབ་ཀྱི་འདོད་ཡོད་ལ་ཡིན་ན་རྩ་བ་ཉིད་ནས་བཟོ་ཐུབ་ཀྱི་ཡོད་མ་རེད། དཔེར་ན་ང་ཚོ་ཇོ་ནང་གི་ཆོས་རྒྱུད་སྤྱི་མཐུས་ཅིག་དགོས་ཀྱི་འདུག་ལབ་ནས་ཡར་ཡོང་བ་ཡིན་ན་ཡོང་ས་འདུག་མི་འདུག་ཨ། དེ་སུས་ཀྱི་བཀག་གི་འདུག། ཇོ་ནང་གི་ཆོས་རྒྱུད་སྤྱི་མཐུས་དེ་བཀག་ཉན་དེ་སུ་རེད། དེ་ད་ལྟ་གི་བྱས་རྗེས་ཀྱི་མཐིལ་དུ་རུ་གི་དགག་གི་འདུག་བྱས་རྗེས་ཀྱི་མཐིལ་དུ་རུ་གི་བྱས་རྗེས་བྱས་རྗེས་དགག་གི་འདུག་བྱས་རྗེས་ཀྱི་ཐོབ་ཐང་དགག་གི་འདུག་བྱས་རྗེས་བྱས་རྗེས་ཀྱི་ནང་ཕན་ཚུན་ལ་ཕྲག་དོག་བྱེད་ཀྱི་འདུག་བྱས་རྗེས་གཉོམ་ཆུང་དུ་སུ་ཡང་ཡོང་བྱེད་ཀྱི་མི་འདུག་ཐོབ་ཐང་སྤྲད་ཀྱི་མི་འདུག་དེ་བྱས་ཏེ་ད་ང་ཚོ་གྲོང་ཨུད་ཅིག་ཡོང་གི་རེད་བས། བྱས་རྗེས་ཀྱི་བྱས་རྗེས་ཀྱི་ལས་ཀ་བྱེད་ཀྱི་མི་འདུག་ཨ་ནི་ད་གཞན་པ་ག་རེ་བྱེད་ཀྱི་རེད་ད། ཁོ་ཚོ་ལས་ཀ་ག་རེ་ཡོད་རེད་ཡོད་མ་རེད་གྲོས་ཚོགས་ཀྱི་ལས་ཀ་ང་ཚོ་ཆོལ་ཁ་གསུམ་གྱི་སྤྱི་འཐུས་ཀྱི་བྱེད་མ་ཐུབ་པ་ཅིག་ཡོད་མ་རེད། ཁོ་ཚོ་དེ་ལྷག་མ་ཆགས་བསྡད་ཡོད་རེད། དེ་ནི་ང་ཚོ་སྒྲིག་འཛུགས་ཀྱི་ངོས་ནས་བསམ་བློ་བཏང་བ་ཡིན། ད་ལྟ་གི་ང་ཚོ་ཕྱི་རྒྱལ་སྤྱི་འཐུས་ཟེར་བ་དེ་དངོས་གནས་དྲང་གནས་བྱས་ན་ག་རེ་རེད་ལབ་ཡོད་ན་འདི་དགོན་པ་ཁག་གི་སྤྱི་འཐུས་ཅིག་ཆགས་བསྡད་ཡོད་རེད། ཁོ་རང་ཚོ་ལུགས་གཉིས་གྲྭ་བ་དང་དེ་ནི་ཨ་ནེ་དེ་ཚོ་རེད་རྫུན་མ་དེ་ཚོ་རེད། ཁོ་རང་ཚོ་ཡོང་ཁུངས་དེ་དགོན་པ་དེ་ཚོ་རེད་ད། ད་ང་ཚོ་འདས་ཅིག་ལྟ་དང་འདི་སྒོམ་གི་ཡོད་ཉིད་ཅིག་རེད་འདོད། བྱེད་ཀྱི་གི་ཚབ་མཚོན་ཅིག་རེད་འདོད། རེད་མི་འདུག་ཨ། ཨ་ནི་ད་མི་མང་གི་ནང་ལ་མཐོང་འདུག་ཨེ་མཐོང་མི་འདུག་ཨ། ང་ཚོ་ད་ལྟ་གི་ང་ཚོ་དཔེར་ན་ང་ཚོ་སློབ་གྲྭ་ཁག་ཡོད་རེད་བ། སློབ་གྲྭ་ཁག་ལ་ཨ་ནི་འདི་སློབ་གྲྭ་གི་སྤྱི་འཐུས་ཡིན་ད་ཟེར་ནི་མི་འདུག་ཨ། དེ་མེད་ན་ག་རེ་བྱས་ནས་དགོན་པ་གི་སྤྱི་འཐུས་དགོས་གི་ཡོད་རེད། ད་ང་ཚོ་ད་ལྟ་ཇི་ལྟ་ལྟ་སྟེ། དགོན་སྡེ་ཁག་ག་རེ་ག་ག་བ་ནས་ག་བ་ནས་ཡོང་གི་འདུག་མི་ཁ་ཤས་ཅིག་ལ་མི་བརྒྱ་གི་ཨེ་ལུག་ན་ཡོང་གི་ཡོད་རེད་ད། བྱིས་རྒྱུད་ཅི་འཐུས་ཀྱི་མང་ཁུར་ནས་བསྡད་ཡོད་རེད། ཨེ་ཤོག་བརྒྱ་དང། བཅུ་བཅོ་ལྔ་བཅོ་བརྒྱད་གྱུར་གི་ཡོད་ན་ཡོང་གི་ཡོད་རེད་ད། རེད་བ། ད་འདུག་སུ་གཅིག་ང་ཚོའི་ལྟ་ཡོང་ན་ད་བྱིས་རྒྱུད་ཅི་འཐུས་འདི་འཇིགས་རྫོགས། འཇིགས་རྫོགས་དགོས་ཡ་ཅིག་དང་འཇིགས་རྫོགས་རན་པ་ཅིག། ཆགས་བསྡད་ཡོད་རེད། དཔེར་ན་ད་སློབ་གྲྭ་ཁག་ལྟ་བ་ཅན་ཡིན་པ་ནི་འཛིན་སྐྱོང་དེ་ག་བ་ནས་བྱེད་ཀྱི་འདུག་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་གི་གཞི་རིགས་ལས་ཁུངས་ཀྱི་ཆ་ཚང་འཛིན་སྐྱོང་བྱས་ནས་འགྲོ་གི་ཡོད་རེད། ད་དགོན་སྡེ་ཁག་ཡིན་ན་ད་ག་རང་རེད་ཆོས་རིགས་ལས་ཁུངས་ཀྱི་ག་རེ་ཟེར་ན་འཛིན་སྐྱོང་བྱས་ནས་ཆ་ཚང་འགྲོ་གི་རེད། དེ་ལས་ལྷག་གི་ཁོ་ཚོས་ལས་ཀ་བྱེད་རྒྱུ་གི་ལས་ཀ་སྣ་གཅིག་བྱེད་ཡ་ཡོད་མ་རེད་ཁོ་ཚོ་རྐང་གཅིག་བསྟན་ཡ་ཡོད་མ་རེད། རེད་བ། ད་ག་ཞིག་ལབ་གི་ཡོད་རེད་འོ་ན་ད་ཁྱེད་ཀྱིས་སྤྱི་འཐུས་ཚང་འདི་འདི་འདྲི་རུ་ཅིག་བ་དེ་གོ་གི་མི་འདུག་ལ་ཡིན་ན་ད་ཁྱོད་ཚོ་ག་རེ་ལབ་གི་ཡོད་རེད་དྲ་བ་དེ་ཚོ་གི་བ་དེ་ང་ཚོ་བོད་གི་རང་དབང་དང་བོད་གི་ཐབས་རྩོད་དེ་ཚོ་ཇི་ཐོག་ཅིག་གོ་གི་མ་རེད་ལབ་གི་ཡོད་རེད་བས་ཚེ་ནི་དེ་འདྲི་ལབ་ཉེན་འདུག་བ། དེ་མ་རེད། འདིའི་སྒང་ལ་གོང་ས་མཆོག་གི་ས་བོ་གསུངས་ཡོད་བ་རེད། དྲ་བ་ཡིན་དྲ་བ་ཡིན་པ་ཡིན་ན་ཡང་རེ་རེ་རེ་རེ་གི་ངོས་ནས་ནི་བོད་སྐད་ཅིག་རང་དབང་ཐོབ་ཡ་ལ་སོགས་པ་འདི་འདྲའི་ལ་སྨོན་ལམ་རྒྱབ་དགོས་ཀྱི་རེད། དྲང་བོ་དྲང་བཞག་བྱེད་དགོས་ཀྱི་རེད་བླ་མ་བསྐོ་འཁྱོག་བྱེད་དགོས་ཀྱི་རེད། ཨ་ནི། གལ་སྲིད་ན་ཚད་མའི་ཡོན་ཏན་མ་འདོན་པའི་སྐལ་བ་ཡིན་ན་རང་ངོས་ནས་དྲང་གནས་ཀྱི་ལྷག་བསམ་རྣམ་དག་གི་སྨོན་ལམ་རྒྱབ་དགོས་ཀྱི་ཡོད་རེད་དུ་བྱས་ནས་གསུངས་ཡོད་རེད། དྲ་བ་དེ་ཚོ་ཡིན་པ་ཡིན་ན་ཡང་ཡིན་གཅིག་མིན་གཉིས་གྲོས་ཚོགས་དང་འདི་འདྲའི་ཆབ་སྲིད་ཀྱི་རྐུབ་བཀྱག་གི་སྒང་ལ་ཡོང་དགོས་ཀྱི་ཡོད་མ་རེད། ཨ་ནི་བོད་ཀྱི་ཆབ་སྲིད་ཀྱི་ངོས་ནས་དྲང་བདེན་གྱི་ཆབ་སྲིད་དེ་ཡག་པོ་ཅིག་ཡོང་ཡ་ལ་སྨོན་ལམ་རྒྱག་ན་འགྲིག་གི་ཡོད་རེད་ད་གར་ཚང་ཉེ་རང་ཉེ་ཁྱེད་རང་ལ་ང་ཚོ་ཧུམ་ཁར་རྡོ་རྗེ་ལ་ཡ་ཅིག་ད་ཀར་ས་བྷི་ཐི་ནམ་ནས་གྲོངས་སོང་བ་ཨོ་འདི་འདྲས་ཅིག་གྲོངས་སོང་བ་ཡིན་ན་དེ་རྒྱ་མི་ཡི་གི་ཀར་ས་ན་ཨ་ནི་དབང་ཤིག་གི་གཡོག་ནས་རྩ་ནུས་གི་གཡོག་ནས་ཀི་གྲོངས་གྱུག་ཅིག་རེད་བ། འོ་ད། རྐང་བཙུགས་ནས་སྐུ་སྒྲུང་བཞག་ཡོད་དུས་བརྩམས་པ་ལ་ཨ་ནི་བྱས་རྗེས་ས་སོ་སོ་དང་དགོན་པ་སོ་སོ་གི་ཨ་ནི་འཆོལ་མིང་བཞག་ཡ་དང་སྨོན་ལམ་འདོན་ཡ་དང་ཨ་ནི་ཀ་རེ་ཟེར་ན། ཀ། བྱང་ཆུབ་སེམས་མཆོག་མ་འདོན་ཡ་ལ་སོགས་པ། ཨ་ནི་རྒྱ་མི་གི་བ་བ་དེ་ངོ་ནི་གི་ཆི་གི་ཀ་རེ་ཟེར་ན་འདི་རང་དབང་སྤྲད་དགོས་ཡ་ལ་སོགས་པ་འདི་འདྲི་གི་སྨོན་ལམ་རྒྱབ་ནས་ཚང་མ་དེ་ཉམས་དེ་ཀ་རེ་ཟེར་ན་ཞི་བ་གི་གོམ་བགྲོད་བྱེད་ཡ་ལ་སོགས་པ་འདི་འདྲི་བྱས་ན་འགྲིག་གི་ཡོད་རེད་བ། ཡིན་གཅིག་མི་གཉིས་ཡོང་ནས་འཁྲིག་པ་རྒྱབ་ས་གི་ནང་ལ་ཡོང་དགོས་གི་ཡོད་མ་རེད་བ། ད་ང་ཚོ་ཏན་ཏན་ཏན་ཏན་འདི་ནང་ལ་འཁྲིག་པ་ག་ཚོད་བརྒྱབ་ཀི་འདུག་དཔེར་ན་སྲིད་སྐྱོང་ལྟ་བུ་ཅིག་ཡིན་པ་ཡིན་ན་ད་མི་མང་གི་མི་མང་ཆ་ཚང་གི་ཨི་ལུགས་ནས་ཡོང་རྒྱུ་རེད་མ་གཏོགས་ཆོལ་ཁ་ཞེ་དྲག་པ་ཅིག་དང་བྱེས་ཀྱི་ཞེ་དྲག་པ་ཅིག་གི་ལུགས་ནས་ཡོང་རྒྱུ་དེ་འདྲས་མ་རེད་བ། ཆོལ་ཁ་གསུམ་ཡོངས་སུ་རྫོགས་པ་གི་ལུགས་ནས་ཡོང་རྒྱུ་རེད་བ། འདི་འདྲས་ཅིག་ཡིན་པ་ཡིན་ན་ད་རྦ་དེ་ག་རེ་ཟེར་ན་ཤ་ཚ་དང་དེ་ནས་ད་ག་རེ་འཚེར་སྣང་ཟེར་ཡ་དེ་འདྲས་གང་ཡང་མེད་པ་ངོ་ཚ་མེད་པའི་ཐོག་ནས་ད་སྐད་ཆ་འདྲ་མིན་ལབ་ཀི་འདུག་རྒྱལ་བཙོང་པ་གི་ལས་ཀ་བྱེད་གི་འདུག་སེ་ཨ་དང་ལྕགས་འཛིན་ལབ་གི་འདུག་ཧམ་བག་ལབ་གི་འདུག་དེ་འདྲི་གི་ཚིག་ད་སྡུག་རི་ངན་ཚིལ་དེ་འདྲི་ད་ཡོང་གི་འདུག་དེ་ནས་ཁོ་ཚོ་ཀར་བཞིན་ན་ཤོག་ཀ་ཤོག་རིས་བྱས་ནས་པང་བསྒྲིགས་ནས་འགྲོ་གི་འདུག་ཧོང་ཁག་འདྲ་བོ་བསྒྲིགས་ནས། ད་མོ་ལུམ་དར་ཤིང་གི་རྙོག་སྒྲ་ག་ཚོད་བཟོ་སོང་མོ་ལུམ་དར་ཆིང་གི་རྙོག་སྒྲ་གི་སྐབས་ལ་ཁྱེད་ཀྱི་ཁྱིམ་མཐུན་ཆ་ཚང་ཁོ་ཚོ་མཉམ་དེ་འགྲོ་ནས་སྐར་ཚོགས་ཀྱི་གཞུང་ལ་གནོད་ཤུགས་བྲལ་སོང། བོད་མིའི་སྒྲིག་འཛུགས་ལ་གནོད་ཤུགས་བྲལ། ཨ་ནི་སྤྱི་འཐུས་དེ་ཚོགས་མ་ཐུབ་པ་བཟོ་ནས་ཐ་ཇིག་ཨུ་ཐུག་ནས་དེ་ད་ཅིག་བཀའ་ཤག་ཅིག་ལམ་ཁ་འདྲ་བོ་ཅིག་བཟོ་སོང་བ། མ་གཏོགས་རྒྱ་གར་གྱི་ངོས་ནས་རྒྱ་གར་གསང་བའི་ལས་ཁུངས་ཀྱི་ངོས་ནས་ང་བཟོ་གི་ཀ་རེ་ཟེར་ན་ནོར་འདུག་ད་དགོངས་དག་དེ་ཚོ་མོ་ལོམ་མཐར་ཕྱིན་དེ་ཚོ་ངོ་ནས་རྒྱ་མིའི་འཚོ་བ་དང་ཐུག་མི་འདུག་ད་ལ་ནས་དེ་འདྲའི་ལབ་མ་སོང་བ། རྒྱུ་མཚན་ཅི་ཡིན་པ་ནི་ཁོ་ཚོ་གི་ཤོག་ཁག་དེ་ལ་བཟུང་ནས་རྐང་བཙུགས་ནས་རྙོག་དྲ་བཟོ་གི་འདུག་ད་ད་ལྟ་ང་ཚོ་བཙན་ཤོད་ཀྱི་ནང་ལ་རྙོག་དྲ་ད་ཉིས་སྟོང་ད་ག་རེད་འདི་ཏོག་དབྱིབས་ན་ཚ་གི་རྗེས་ནས་བཟུང་སྟེ་ད་ལྟ་བར་དུ་རྙོག་དྲ་གི་ནང་ནས་ཁོ་ཚོ་རྙོག་དྲ་གི་འགོ་ཁྲིད་ནས་འགྲོ་མཁན་རེད་འདུག་དངོས་གནས་བྱས་པ་ཡིན་ན་བྱིས་པ་གཅིག་རེད་ཕྱིའི་བྱེད་མཁན་གཅིག་རེད་ཨ་ནི་བ་རུ་ནས་བསྡད་ནས་ཅིག་ཞི་འགྲིག་ཡོང་ཡ་དང་ག་རེ་ཟེར་ན་གྲ་འགྲིག་གོ་ཅིག་ཡོང་ཡ་དེ་འདྲའི་གི་ལམ་ཁ་ཅིག་བཟོ་གི་འདུག་དགོས་གི་རེད་ད་དེ་དེ་ལས་ལྡོག་ནས་རྐང་བརྩིག་ནས་རྙོག་གྲ་བཟོ་ནས་འགྲོ་གི་འདུག་དེ་འདྲའི་ཅིག་ཆགས་གི་འདུག་ང་ཚོ་དེ་དེ་མངོན་སུམ་གི་མཐོང་གི་འདུག་དེ་ཨོ་དེ་བྱས་དེ་བརྩམས་པ་ལ་ད་ག་རེ་ཟེར་ན་མི་མང་ཡིན་པ་ཡིན་ན་རེ་ད་ཁོ་ཚོ་ངོ་རྒོལ་ག་ཚོད་ཅིག་བྱེད་གི་འདུག་ས་ཆ་ག་ས་ག་བ་ལ་བྱེད་བྱེད་བྱེད་ཀྱིན་དེ་འགྲོ་ན་ངོ་རྒོལ་བྱེད་གི་འདུག། ད་འདི་བྱས་ཏེ་ང་ཚོ་མི་མང་གི་ནང་ལ་ད་ག་རེ་ཟེར་ན་ཇི་བྱས་ཅན་དེ་ལ་མཐོང་མི་ཡང་བ་དེ་མཐོང་ཆགས་ནས་ཡོང་དེ་ཙམ་པ་ལ་རྗེས་མ་ཅིག་ལ་ང་ཚོ་ག་རེ་ཟེར་ད་ཆོས་ལུགས་ལ་ནས་བ་དེ་གྲྭ་བ་སྤྱི་ཡོངས་ལ་ད་མཚན་གཞི་བཟོ་ཡ་གི་ཉེན་ཁ་ཆེན་པོ་ཅིག་ད་ད་གི་ཇི་བྱས་ཅན་དུས་ཆུ་སྒང་ན་ཡོང་ད་གི་ཡོད་རེད་ད་དེ་བྱས་ཏེ་ད་ཇི་བྱས་ཅན་དུས་ཆུ་ཡོད་ན་ད་ཕྱོགས་མང་པོ་ཅིག་ནས་བསམ་བློ་བཏང་ན་ད་བ་དེ་ངོ་ནས་དྲང་ནས་ད་མེ་བ་བཟོ་དགོས་ཡ་གི་དུས་ཚོད་དེ་འོ་ད་སླེབས་ད་འདུག་ཟེར་ཡ་ད་ཏུ་ཞིག་ཡིན། ད་སྤྱིར་བཏང་གི་འདི་གང་ལ་མང་པོ་ཞིག་ཞུ་ཡ་ད་འདུག་ད་ལྟ་ཡིན་ན་ཡང་ང་ཚོ་ཀ་རེ་ས་ད་མང་ཆེན་པོ་མང་པོ་ཅིག་ང་ཚོ་ད་དུང་ངོ་མ་ངོ་མ་ཡིན་ད་ཡིན་ན་རེ་སོ་སོ་གི་སྒེར་གི་སྐད་ཆ་བཤད་བཞག་ཡོད་རྒྱུ་དང་ཡིག་ཡིག་བྲིས་བཞག་ཡོད་རྒྱུ་ད་མི་གཞན་དང་གཞན་གི་བསམ་ཚུལ་བཤད་བཞག་ཡོད་རྒྱུ་དེ་འདྲའི་མང་པོ་ཅིག་ཡ་བལྟས་ན་ད་རྒྱུ་མཚན་དེ་ཧ་ལས་བ་མང་པོ་ཡོད་རེད་ད་ཁྱེད་ཀྱི་སྤྱི་མཐུས་དེ་མུར་དགོས་ཟེར་ཡ་གི་རྒྱུ་མཚན་འོ་ད་དེ་རང་ངེད་འདིའི་ནང་ནས་ཡང་སོ་སོ་གི་དྲན་ཚེགས་གི་གཙོ་བོ་གཙོ་བོ་དེ་འདི་འདྲི་འདི་འདྲི་མི་འགྲོ་བསམ་ཡག་གི་འོ་ད་དུ་ཞིག་ཅིག་བླང་རྒྱུ་དེ་འདྲི་ཞིག་ཡིན་འོ་ལ་སོ་ནི་དེ་དག་རང་ཡིན།
ཀེ་སང་ལགས་ཀྱི་བེད་ཁོ་ར་ནའི་ལས་ཁད་པའི་བཀའ་མོལ་གནང་སོང་ད།